ལོ་རྒྱུས་ཅི་ག་རེ་བར་བསམ་ད་ལྟ་བོད་ལ་ཡང། ལྕགས་ཀྱི་གདུང་རྒྱུད་ཟེར་བ་ཅིག་བྱུང་ཡོད་པ་རེད། གདུང་རྒྱུད་ཅིག་གི་མིང་ལ་ཡང་ལྕགས་ཞུ་གི་ཡོད་རེད། ད་དེ་ལྕགས་ཀྱི་གདུང་རྒྱུད་དེ་གདུང་རྒྱུད་གལ་ཆེན་པོ་ཞིག་ཏུ་ཆགས་བསྡད་ཡོད་རེད། གདུང་རྒྱུད་དེ་ལ་ཡང་ནི་ལོ་ཙཱ་བ་མང་པོ་ཞིག་བྱུང་མྱོང་ཡོད་རེད། དེའི་ནང་ནས་ལོ་ཙཱ་བ་གཅིག་གི་མཚན་ལ་ཡང་ལྕགས་བསོད་ནམས་རྒྱལ་མཚན་ཞུ་གི་ཡོད་རེད། ཁོང། ད་ལྟ་ནཱ་རོ་པའི་སློབ་མ་པའི་སྙན་གྲགས་ཅན། བལ་ཡུལ་ནས་ཡིན་པའི་གི་བླ་མ་ཕུབ་འཐིང་པ་སའི་འབྱོར་བ་ཨོ་ད་དེའི་གི་སློབ་མ་ཡིན་པ་རེད། ཁོང་གིས་ད་དགྱེས་རྡོར་གི་རྒྱུད་དེ་ཚོ་བོད་སྐད་ཐོག་ལ་བསྒྱུར་བྱས་ནས་ནི་ག་ལ་གང་འཚམ་གི་ད་སྙན་གྲགས་ཆེན་པོ་ཅིག་ཆགས་བསྡད་ཡོད་པ་རེད། དེ་ནས་ལྕགས་ཟོ་རམ་རྒྱལ་མཚན་ཞུ་ཡ་ཁོང་དང་པོ།

དཔལ་འབྱོར་ཞེ་དྲག་མེད་མེད་འགྲོ། དེའི་རྒྱུ་མཚན་བལྟས་ན་འབུལ་བ་ཞེ་དྲག་མེད་པ་ཡིན་དུས་བསམ་ན། ཨ་ནི། བསྐལ་པ་སྔ་མོ་ཨ་ནི་བོད་ཀྱི་ད་ཅིག་བླ་མ་ཆེན་པོ་ལྷག་པར་དུ་ལོ་ཙཱ་བ་ཆེན་པོ་དེ་ཚོའི་སྐུ་མདུན་ནས། གསང་སྔགས་ཀྱི་དབང་བསྐུར་དབང་དེ་ཚོ་ཞུ་དུས་བསམ་ནས། དབང་དང་རྒྱུད་ཀྱི་བཤད་པ་དེ་ཚོ་ཞུ་དུས་བསམ་ན་འབུལ་བ་ཕུལ་འོག་ཏུ་བ། འབུལ་བ་ཆེན་པོ་ཕུལ་འོག་ཏུ་བ། ད་ཁོང་འབུལ་བ་ཕུལ་བ་མེད་པ་བྱས་ནས་ཨ་ནི་དགོས་ཀྱི་ས་ནས་གསང་བ་འདུས་པའི་གི་ད་དབང་དང་རྒྱུའི་ཤེས་པ་དེ་ཚོ་མ་ཐོབ་པའི་མེད་འགྲོ་དེའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཁོང་བལ་ཡུལ་ལ་ཡང་སློབ་སྦྱོང་གནང་བར་ཕེབས་ཡིན་པ་རེད། ཨ་ནི་ཁོང་བལ་ཡུལ་ལ་ཡང་འབྱོར་བར་བྱས་ཨ་ནི་ད་བལ་ཡུལ་ལ་ཡང་ད་ཅིག། ཅིག་ཆོས་མཁས་པ་སུ་ཡོད་རེད་བྱས་བྱས། ཁ་སང་ཡིན་ས་ལ་ཡག་པའི་སྐད་ཆ་བྲིས་ནས་ཕེ་དུས་ཟ་ནས་ཨ་ནི་པར་འཇིགས་མེད་གྲགས་པ་ཟེར། ནཱ་རོ་བའི་དངོས་སློབ་ཡིན་བསྡད་མཁན། ཨ་ནི་ནཱ་རོ་བའི་ཁོང་ལ་ཡག་པའི་ཆོས་བུམ་པ་གང་བྱོའི་ཚུལ་དུ་ཐོབ་བསྡད་པ་དེ་འདྲས་ཀྱི་བའི་གྲུབ་ཐོབ་ཆེན་པོ་ཞིག་ཡོད་རེད། ཁོང་ད་ལྟ་པི་པི་ཧ་ར་སེ་ཨ་དེ་ལ་ཡང་བཞུགས་ཡོད་བ་རེད། བྱས་རྗེས་ནི་མི་དེ་འདྲའི་གོང་ལ་ཡང་ཁ་ཆོ་འོས་འབྱོར་དུ་ཞུས་འདུག་བ། ཨ་ནི་ཁོང་ལམ་སང་ད་ལྟ་པར་འཇིགས་མེད་གྲགས་པ་ཞུ་ཡག་ད་ག་འདྲ་ཕ་རྗེས་བླ་མ་ཕུམ་ཐིང་བ་ཡིན་ས་རེད། དེའི་སྐུ་མདུན་ནས་དེའི་སྐུ་མདུན་ལ་ལམ་སང་ཕེབས་བྱས་ནས་བླ་མ་མཇལ་ཁ་ཕེབས་ཡིན་པ་རེད། ཨ་ནེ་བླ་མ་མཇལ་ཁར་ཕེབས། དེ་དུས་ས་ནས་ཨ་ནེ་ཁོ་རང་མཇལ། ལོ་ཙཱ་བ་ཁོ་རང་གཙོ་བོར་བྱས་པས། ཨ་ནེ་སློབ་མ་ག་ལ་ག་ཚོམ་ག་ལ་ག་ཚོམ་རུ་འཛོམས་བྱས་ནས་ཨ་ནེ་ཁོ་རང་ཚོས་ཅིག་མཐུན་རྐྱེན་རུ་འཚོགས་པ་བྱས་བྱས་ནས་ཚོགས་འཁོར་ཅིག་བཤམས་འདུག་བ། ཨ་ནི་ཚོང་སྒོར་ཞབས་འདྲུད་ས་ནས་སྐབས་དེ་དུས་ད་ཚོང་སྒོར་ཞབས་འདྲུད་ས་ངོ་མ་ཆང་འཐུང་སྒོར་བ། ཆང་འཐུང་ཡོང་དུས་ས་ནས་ཨ་ནི་གོང་གི་མཆེད་གྲོགས་དེ་ཚོ་ཚང་མ་ལོབས་པའི་ཆང་གི་ཟི་བྱས། ཨ་ནི་ཆང་གི་ཟི་ཡོང་དུས་ས་ད་སྐད་ཆ་འདྲ་མི་འདྲ་བཤད་ཡོང་སྒོར་བ། སྐད་ཆ་འདྲ་མི་འདྲ་བཤད་ཡོང་དུས་ས་ནས་ཨ་ནི། བླ་མ་ཕམ་ལྡིང་བ་ཟེར་ཨ་དེ་ཀོ་མདོག་སྡུག་པོ་འདུག་ཅེས་ཟེར་བ། མདོག་སྡུག་པོ་ཡོད་པ་བྱས། ཨེ་ནི་རིགས་འདི་དམངས་རིགས་ཡིན་པ་ཆད། ཨེ་ནི་དེའི་གང་ལ་བོད་སྐད་ཡག་པོ་ཤིང་གི་ཡོག་མ་ལ་ལག་ཏུ་བ། བོད་སྐད་ཡག་པོ་མ་ཤེས་ཡོད་དུས་ཨེ་ནི། ཁོ་རང་གི་མཆེད་གྲོགས་དེ་ཚོ་ཕ་གཞི་བོད་རིགས་མེད་འགྲོ། བོད་རིགས་ཡིན་དུས་སང་ཨེ་ནི་ཁོ་ཚོ་ཆང་གིས་བཟི། ཨེ་ནི་དེ་ནས་ཅིག་ག་རེ། པའི་གླུ་བླངས་ཚེ་བྱས་པ་རེད། གླུ་བླངས་བྱས་ནས་ནི་ག་རེ་ལབ་པ་ཟེར་ན། བླ་མ་བལ་པོ་ཕམ་ལྡིང། གླུ་བླངས་བྱས་ནས་དོན་དག་རྡོག་རྡོག་དེ་ག་རེ་ཟེར་བླ་མ་ལ་བལ་པོ་ཕམ་ལྡིང། ལབ་གི་ཡོད་རེད། བྱས་མ་བྱས་ཁོང་ལ་ནི་དེ་སྐད་གྲགས་ཆེན་པོ་རེད་དོ། བྱས་རྗེས་ནས་དཔེ་ཁྲིད་ལ་སླེབས་ཡོང་དུས་ནི་ཁོ། གླང་གོག་ཅིག་ལ་ཡག་པའི་དར་གྱི་གཡོག་བྱ་བའི་སོར་ཅིག་དྲུ་བ་གླང་གོག་ལ་ཡག་པ་ཅིག་གོས་གོས་གཞན་གྱི་གཡོག་བྱ་བའི་སོར་ཅིག་མ་གཏོགས་ཅིག་གཞི་འདྲ་མཁན་མི་འདུག་ཞེས་བྱས་ཨ་ནི་ཁོ་ཚོའི་གླུ་ལེན་འདུག་བ། རྒྱ་གར་སྐད་དང་ལབ་ལབ་ནུས་གི་མ་རོག་རྒྱ་གར་སྐད་རྒྱབ་ན་ད་གོང་གི་སེང་གེར་བ་ད་ཁོ་ཚོ་བོད་བོད་པ་ཡིན་ཙང་བོད་སྐད་རྒྱབ་ཅེས་གླུ་ལེན་བྱས་ཨ་ནི་དེ་འདྲ་བྱས་ཡི་མི་དྲག་དེ་བྱེད་དུས་སང་ནས་ཨ་ནི་དམ་ཚིག་ལ་སའི་ཞུགས་ནི། དམ་ཚིག་ལས་སད་ཞུགས་སོ་མ་ད་དམ་ཚིག་བླ་མ་ལས་ཡ་ད་འདྲ་མི་འདྲ་ཞུགས་ཡོར་བ། དེ་མ་ཐག་ཏུ་ལམ་སང་ཨེ་ནི་ཚོང་སྒོ་ནང་ལ་ཡ་བས་དཀྱིལ་འཁོར་ནང་ལ་བཤམས་བཞག་གི་གཏོར་མ་དེ་ནམ་མཁའ་ལས་ཡ་ཕར་སོང་རེད། གཏོར་མ་དེ་ནམ་མཁའ་ལ་ཕར་ཡོང་དུས་ས་ནས་བླ་མ་ཕམ་ཐིང་སྦས་ཀྱི་བོད་སྐད་དེ་མཁྱེན་གི་ཡོར་མ་རེད་ད་ཡིན་ནའི་ཁོ་གཏོར་མ་ནམ་མཁའ་ལ་ཕར་ཡོང་བ་དེ་གཟིགས་ཡོང་དུས་ས་ན་ལམ་སིང་ལམ་སང་ཨེ་ནི་སློབ་མ་དེ་ཚོས་བའི་སྣོད་དང་ལྡན་པ་མ་ཡིན་པ་དགོངས་བྱས་ནས་ཨ་ནི་ལམ་སང་ཁྱེད་རང་ཚོ་མ་ཕྱི་ལོག་ལ་རྒྱུགས་ཟེར་ཅེས་མ་ཁོང་གིས་བའི་ཕྱག་གི་བརྡ་གནང་བ་རེད། ཕྱག་གི་བརྡ་གནང་ཨ་ནི་བཀའ་བཀྱོན་གནང་དེ་འདྲས་བྱས་པ་རེད། བཀའ་བཀྱོན་གནང་དེ་འདྲས་བྱས་དུས་སང་ཨ་ནི་བདག་གིས་གླུ་ལེན་མཁན་དེ་ཚོ་ཚང་མ་སློབ་པའི་སྐྲག་བྱས་རེད་བ་ཁོ་རང་ཚོ་ལ་གནོང་ཡོད་རེད་བ་བླ་མ་འདྲ་མི་འདྲ་ཅིག་གླང་གོག་དར་གྱིས་བཏུམས་པ་རེད་ཟེར་ནས་ཚོ་འདྲ་མི་འདྲ་བཤད་ས་གནོང་ཡོད་པ་ཡིན་ས་ལམ་སང་བའི། སྒོ་ནས་བས་ཐར་མ་ཐར་བྱས་ནས་བས་གྲོལ་བཟོ་རེད། ཨ་ནེ། ད་ལྟ་ཅར་གི་ལོ་ཙཱ་བ་ཁོང་ཨ་ནེ་གླུ་ལེན་མཁན་གྱི་གྲས་ལ་ཡོད་མ་རེད། གླུ་ལེན་མཁན་གྲས་ལ་མེད་པ་ཡིན་དུས་སང་ཁོང་རང་ཅག་ཞུགས་དུ་ཡོད་རེད། ཨ་ད་ན་ཞིང། ད། ལྕགས་ཀྱི་ལོ་ཙཱ་བ་ཁོ་རང། ཨ་ནི་དེ་དམ་ཚིག་ལོ་པ་དེ་འདྲ་གལ་ཆུང་ཡོད་ས་མ་རེད། བླ་མ་དེ་སྤྱི་དང་བླ་མ་ཕམ་ཏིང་པ་ཁོ་རང་མདོག་སྡུག་པོ་དེ་ཅིག་དེ་ཡོད་ས་རེད་དེ་ཡིན་ནའི་མ་བསྡད་པ་དེ་འདྲའི་གལ་མ་ཆུང་བ་བྱས། ཨ་ནི་དམ་ཚིག་ལས་གསལ་མ་ཞུགས་པ་ཡིན་དུས་སང་ནས་ཨ་ནི། ད་ང། བས་རྗེས་སུ་འཛིན་རོགས་བྱེད་ཡིད་ཆེས་བྱས། སོ་བ་བཏབ་ནས་ཨ་ནི་བླ་མ་ཕམ་ཏིང་པའི། ཐུགས་དགྱེས་པོའི་ངང་ནས་ཨ་ནི་བས་རྗེས་སུ་བཟུང། ཨ་ནི་བདག་མེད་མ་དང་དགྱེས་རྡོར་ལ་སོགས་པའི་དབང་གནང། ཨ་ནི་དགྱེས་རྡོར་གྱི་རྒྱུད་ལ་ཡང་འགྲེལ་པ་བཅུ་གཉིས་ཡོད་པ་རེད། དེ་ཚོ་ཆ་ཚང་གནང་ནས་བས་དེ་ནས་མཛད་འཕྲིན་རྒྱས་པོ་ཞུས་པ་བྱུང་བ་རེད། དེ་འདྲ་ཡིན་དུས་སང་ནས་ད་དང་གིས་དངོས་གནས་བྱས་པ་ཡིན་ན་ད་ཅིག་དང་གིས་བླ་མ་མདོག་སྡུག་པོ་རེད་ཟེར་བ་རེད་དེ་ཚོ་ད་དངོས་གནས་བྱས་ནས་ཅིག་དེ་འདྲེས་པའི་དོན་དག་ཆེན་པོ་གས་མར་བ། ད་ཡིན་ན་ཡང་དེ་འདྲེས་བུ་གུ་དོན་མ་འདེས་པ་ཅུང་ཟད་བྱུང་བའམ་ཡང་ན་ཏོག་ཏོག་སུ་སྐུར་འདེབས་ཅུང་ཟད་ཞུས་པ་ཡིན་ན་ཡང་ད་སྒྲོ་འདོགས་དང་སྐུར་འདེབས་ཅུང་ཟད་ཞུས་པ་ཡིན་ན་ཡང་ཨན་དམ་ཚིག་ལ་ཟས་ཞོག་ནི་པའི་རྟེན་འབྲེལ་ལོག་འགྲོ་དགོས་བ་རེད། དེ་འདྲེ་གསུང་གི་འདུག་བའམ། དེ་འདྲེ་ཡིན་དུས་སམ་ད་ཀོ་ཕྱོགས་གཅིག་ནས་གཅིག་གསང་སྔགས་བཀའ་གཉན་པོ་ཡིན་པའི་རྒྱུ་མཚན་གཅིག་དེ་འདྲེ་ཅིག་ཡིན་པ་འདྲ། ད་ད། གསང་བ་འདུས་པའི་གི། ལེའུ་ལྔ་པའི་ནང་ལོགས་ལ་ཡང། སེམས་ཅན་མཚམས་མེད་ལ་སོགས་པའི་སྡིག་པ་ཆེན་པོ་བྱས་པ་ཡང། རྡོ་རྗེ་ཐིགས་པ་རྒྱ་མཚོ་ཆེ་ཐིགས་པ་མཆོག་ནི་འདི་ལ་འགྲུབ་སྙིང་ནས་ལྷོད་པོའི་སྨོད་པ་དང་བསྒྲུབས་ཀྱང་འགྲུབ་པར་ཡོང་མི་འགྱུར་གསུངས་འདུག་བ། དེ། ད་དེ། མ། འདྲེ་པ་སྒྲོན་སའི་ནང་ལོགས་མ་འདྲེ་ཞིག་བསྐྱོན་ཡོང་དུས་ས་ག་རེ་སོང་ཡོང་རེད་ས་ན། ཨ་ནེ་ཕ་མ་གསོད་པ་དང་དགྲ་བཅོམ་གསོད་པ་དང་ཐེག་བདེ་བར་གཤེགས་པའི་སྐུ་འཇིག་པར་བྱེད་པ་དང་དམ་པའི་ཆོས་སྤོང་བ་ལ་སོགས་པ། དང་མདོར་ན། ཤི་མ་ཐག་ཏུ་སེམས་ཅན་དམྱལ་བར་འགྲོ་ཡག་གི་ཚ་མེད་པའི། ལས་བྱེད་མཁན། ལས་བྱེད་མཁན་དང་དག་སྣང་བཞིན་གྱི་ཨ་ནེ་ཉེ་བའི་གི་མཚམས་མེད་པ་དང། དག་སྣང་བཞིན་གྱི་རྩ་བའི་ལྟུང་བ་བཞི་སྤྱད་པ་ལ་སོགས་པ་དེ་དག་ཐམས་ཅད་ཀྱང་ཨ་ནི་བླ་མའི་བཀའ་དྲིན་ལ་བརྟེན་ནས་རྫོགས་རིམ་ཐོབ་པ་ཡིན་ན་ཨ་ནི་སངས་རྒྱས་ཀྱི་དགོངས་པ་ཐོབ་པར་འགྱུར་འགྲོ་གི་རེད། དེ་ནས་མཚམས་མེད་པའི་ལས་བྱས་པ་ཡིན་ན་ཡང་དག་གོ་ས་སྔགས་ལ་བརྟེན་ནས་གྲོལ་བ་ཐོབ་ཡ་ཡོད་རེད། ཡིན་ན་ཡང་ཨ་ནེ་ཅིག་རྡོ་རྗེ་ལྷ་བོན། དང་པོ་རྡོ་རྗེ་ལྷ་བོན་བླ་མ་དེས་ཨ་ནེ་བླ་མར་བསྟེན་ནས་བླ་མར་བསྟེན་ཚར་བའི་ཞུ་གུ་ལ་ཡ། ད་བླ་མ་འདིས་ང་ལ་གས་ཕན་ཐོགས་པོ་མི་འདུག་བསམ་བྱས་ནས་ཨ་ནེ་རྡོ་རྗེ་ལྷ་བོན་ལ་བརྙས་པར་བྱས་པ་ཡིན་ན། བརྙས་པར་བྱས་ཨ་ནེ་སྙིང་གཏིང་ནས་དགའ་ས་ཁ་ནས་པའི་ཙམ་མ་ཡིན་པ་བའི་སེམས་གཏིང་ནས་པའི་ལྷ་བོན་དེ་ལ་ཡང་མ་དགའ་བར་སྨོད་པ་བྱས་པ་ཡིན་ན་ཨ་ནེ་དེའི་གང་ཟག་དེ།

ལྷག་པར་དུ་གསང་སྔགས་རྡོ་རྗེ་ཐིག་པ་དང་བྱ་བ་ཡིན་ན་ཨ་ནྀ་བླ་མ་དེས་དམ་ཚིག་གི་རྩ་བ་ཉམས་ལེན་ཐམས་ཅད་ཀྱི་གཞི་མ་དངོས་གྲུབ་ཐམས་ཅད་ཀྱི་འབྱུང་ཁུངས་སྒྲུབ་བྱེད་ཡིན་དུས་གསང་ནས་ཨ་ནྀ་ཚང་མས་ཀྱི་དེ་ལ་ཡལ་བའི་བརྩི་བཀུར་བྱེད་ཨ་དང་ཨ་ནྀ་བླ་མ་བསྟེན་ཚུལ་ལ་ཡལ་བའི་ཟབ་ཟོབ་བྱེད་དགོས་ཨ་དེ་གལ་ཆེན་པོ་རེད། མ་གཏོགས་ད་དེང་སང་གི་དུས་ཚོད་ལ་ཡ་མི་ཚང་མས་ཀྱི་ཁ་གཏོང་གཏོང་ས་གཙོ་བོ་དེ་ཨ་བླ་མ་དང་སྤྲུལ་སྐུ་ཚོ་ཆགས་འདུག་འདུག་ཨ། བླ་མ་དང་ཕྲུ་གུ་སུ་བྱེད། ད་ཇི་ལྟར་འཇིག་རྟེན་མི་ནག་པར་ཅིག་ཡིན་ན་ནི་ཞེ་དྲག་ཁ་ཡོད་མ་ག་ས་གནད་འགག་དེ་ཚོ་ཞེ་དྲག་ཤིང་གི་ཡོད་མ་རོ། ད་ང་རང་ཚོ་རབ་ཏུ་བྱུང་བ་ལྷག་པར་དུ་ཅིག་རབ་ཏུ་བྱུང་བ་དང་སྔགས་པ་ཚོའི་ངོས་ནས་བཤད་པ་ཡིན་ན། ད་གཟབ་གཟབ་བྱེད་དགོས་ཡ་ཆེ་རེད། གང་ཡིན་ཟེར་ན་ང་ཚོས་ཀྱི་སྐད་ཆ་བཤད་ཞོར་ལ་ཡང་བླ་མས་མ་འདྲིས་པ་རྐྱང་རྐྱང་དེ་འདྲས་བཤད་བསྡད་ཡ་དེ་ཡག་པོ་ཞིག་རང་མ་རེད་བསམ་དྲགས་འདུག་སོ་སོ་ལ་ཡང་ཆོས་འབྲེལ་མེད་ན་ད་ཨོ་ཟེར་བ་ཆོས་ཀྱི་འབྲེལ་པ་མེད་ན་ད་ཨོ་ཟེར་རེད་ད་འདི་དེ་བཤད་བསྡད་ནས་ད་གར་ཤོར་ཡ་ད་ཨོ་ཟེར་གྱི་རེད་ད་ཡིན་ན་ཡང་སྤྱི་བཏང་ཆོས་འབྲེལ་མེད་ན་ཡང་སྐྱེས་བུ་དམ་པ་དང་བྱང་ཆུབ་སེམས་དཔའ་ཟེར་ཡ་དེ་སུ་ཡིན་ཧ་གོ་མ་རེད་བ།

དེ་འདྲ་ཡིན་དུས་ཁ་གང་བྱུང་བཏང་པ་ཡིན་ན་ཉེས་པ་སངས་ཀྱི་ཉེན་ཁ་ཆེན་པོ་ཞིག་བསྒྲགས་ཡོང་བ་རེད། དྲུག་པ། དཔེར་ན་དེང་སང་ཚོང་ཁང་དེ་ཚོའི་ནང་རོགས་ལ་ཡང་ཚོང་རྒྱག་མཁན་དེ་ཚོའི་གི་མི་སུ་འདྲ་ཅིག་པའི་ལྕགས་ལ་ཉོ་ཁར་སླེབས་པ་ཡིན་ན་ཚང་མ་རོགས་ལ་ཡག་པའི་འདྲ་མཉམ་གྱི་ལྟ་སྟངས་ཟིན་བྱས་ནས་ཨ་ནི་སྣེ་ལེན་ཡག་པོ་བྱེད་དགོས་རེད། ག་རེ་ཟེར་ན་མི་རྒྱུ་ཡོད་མཁན་ཚོང་པ་ཆེན་པོ་སུ་ཡིན་ཧ་གོ་མ་རེད། མཚམས་སུ་མིག་རྒྱུ་ཡོད་མཁན་དེ་ཚོ་བས་དུག་ལོག་ཐེབས་ཆག་དེ་འདྲའི་གོན་བྱས། ཕ་བལྟས་བལྟས་པ་ཡིན་ན་ཅོ་སྤྲང་པོའི་སོགས་དེ་འདྲའི་ཆེ་སྤྲང་པོའི་ཆས་སྤྲས་ནས་ཡོང་གི་རེད་ཟེར་ལབ་འདུག་ཨ། དེ་འདྲ་ཡིན་དུས་ད་ཡང་དེ་ཚོ་ལ་ཡ་སོ་སོའི་སྣེ་ལེན་ཡག་པོ་མ་བྱུང་ར་ཁ་སོ་ངོས་ལེན་དེ་ཚོ་ཡག་པོ་མ་བྱུང་ན་ཨ་ནི་སོ་སོའི་གི་ཅིག་བས་ཚོང་ཡག་པོ་ཅིག་ཡོང་ཨ་གི་ཡང་གོ་སྐབས་དེ་བརླག་འགྲོ་གི་རེད་བ། འོ་དེ་ན་བཞིན་བྱས་བྱས་ག་འདར། གོ་བ་རུ་བ་དེ་འདྲི་ཞིག་བླངས་པ་ཡིན་ན། ག་འདར་ཀོ་བྱང་ཆུབ་སེམས་དཔའ་ཟེར་ཨ་སྐྱེས་བུ་དམ་པ་ཟེར་ཨ་དེ་སུ་ཡིན་མིན་ཨ་གོ་ཨ་དེ། ཡོང་མ་རུ་བ་དེ་འདྲི་ཡིན་དུས་ས་ནས་ཨ་ནི་ཁ་ག་འབྱུང་མ་འབྱུང་བཏང་ཨ་ཡོང་མ། ད་ཆོས་འབྲེལ་ཡོད་པ་ཡིན་ན་ནི་དེ་བས་ཀྱང་གི་ཁ་བཏང་ཡ་ཡོད་མ་རེད། ཅི་དང་ཁ་སང་ཞུས་པ་ནང་བཞིན་གི་ད་བླ་མ་ལས་ཡག་པའི་ཡོན་ཏན་ཐམས་ཅད་ཚང་བ་སྐྱོན་ཐམས་ཅད་མེད་པ་ཅིག་རྙེད་ཡ་ག་ལ་ཁག་པོ་རེད། དེ་འདྲ་ཡིན་དུས་ས་གནས་སྐོར་བླ་མ་ལ་ཡང་སྐྱོན་ཡོད་སྲིད་གི་རེད་བ། སྐྱོན་ཡོད་མ་རེད་མཐའ་གཅིག་ཏུ་སྐྱོན་ཡོད་མ་རེད་ཟེར་རྒྱུ་ཨུ་ཚུགས་རྒྱག་གི་ཡོད་མ་རེད་སྐྱོན་ཡོད་སྲིད་གི་རེད། ཡིན་ན་ཡང་སྐྱོན་ཅུང་ཟད་ཡོད་པ་དེ་གི་སྐྱོན་ཅུང་ཟད་ཅུང་ཟད་ཡོད་པ་དེ་ང་ཚོས་དང་ལེན་བྱེད་ཐུབ་དགོས་རེད་བསམ་དྲན་འདུག་རེད་བ། སྐྱོན་བཞི་བ་གཅིག་ཆེན་པོ་ཡོད་ན་གནས་ཚུལ་ཁག་རུ་བ་དང་གང་ཟག་བཅུ་བའི་ནང་བཞིན་དང་པོ་ནས་སྐྱོན་ཡོད་མེད་བརྟག་རུ་བ་སྐྱོན་ཆེན་པོ་བཞི་བ་གཅིག་ཡོད་པའི་སྐྱོན་དེ་ཡོན་ཏན་གྱི་རྡུལ་རུ་ཡིན་པས་ན་སྐྱོན་ཆེ་ཡོད་པ་ཡིན་ན་དེ་ཡང་ཡོད་མ་རུ་བྱེད་བྱེད་ཁོ་དང་པོ་ནས་གསལ་པོ་བྱེད་བྱེད་ཤེས་ཡོད་རུ་བ་བྱས་ཙང། སྐྱོན་རྟོགས་རྟོགས་སུ་ཡོད་པ་དེ་ང་ཚོས་དང་ལེན་བྱེད་ཐུབ་དགོས་རེད། དེ་ཡང་ང་ཚོ་ཕྱོགས་གཅིག་ནས་བཤད་པ་ཡིན་ན། ད་ལྟ་བླ་མ་དེ་ང་ཚོ་དང་གཅིག་པ་བྱེད་ཅིང་ཤ་ཁྲག་རུས་གསུམ་ལས་གྲུབ་པ་བྱེད། བདེ་སྡུག་གི་འཚོ་བ་ཡིན་ཡང་འགན་གཅིག་ཡིན་པ་བྱེད། དེའི་རྒྱུ་མཚན་ལ་བརྟེན་ནས་ནི་ང་ཚོས་བླ་མ་དེ་དང་མཉམ་འགྲོགས་བྱེད་ཡ་ཡོད་པ་མཉམ་དུ་འགྲོ་ཡ་ཡོད་པ། ནི་མཉམ་དུ་ཟ་ཡ་ཡོད་པ་མཉམ་དུ་འཐུང་ཡ་ཡོད་པ་མཉམ་དུ་སྐད་ཆ་བཤད་ཡ་ཡོད་པ་ཅིག་དེ་འདྲ་ཡོང་གི་ཡོད་རེད། ད་གལ་སྲིད། ད་བླ་མ་དེ་དེ་འདྲའི་གི་པའི་གར་སོ་ར་ད། ཐ་མའི་བས་གི་རྣམ་པ་ཅན་ཅིག་མ་ཡིན་པ་བྱས་ཨ་ན་ཟངས་མས་གི་སྐུ་ཁྲུབ་ལྡན་ངན་ཅིག་དེ་འདྲའི་ཅིག་གི་བླ་མ་ཅིག་ཡིན་ན་ང་ཚོ་མཇལ་གོ་རང་བྱེད་གི་མ་རོ། སངས་རྒྱས་དང་བྱང་སེམས་ནམ་མཁའ་གང་བ་ཙམ་བཞུགས་དུ་ཡོད་ར་དེ་ང་དེ་ང་ཚོ་མཇལ་ཐུག་ཡོད་མ་རེད་ང་ཚོ་དང་ང་ཚོས་ཁོ་ན་ཚོ་ལ་བཀའ་མོལ་ཞུ་ཐུག་ཡོད་མ་རེད་དེ་འདྲ་ཡིན་དུས་ཙང་ན་ཨ་ན་ཕལ་ཆེར་དེ་ཚོ་མེད་པ་རེད་ལབ་ཡིན་ན་གཅིག་པོ་དེ་ཆ་དེ་ཡོད་རུང། དེ་འདྲ་ཡིན་དུས་བསམ་ན་ད་ལྟ་ཏོག་ཅིག་མཐའ་མེད་པའི་སྣང་སྣང་བ་ལ་ཡང་ང་རང་ཚོ་ནང་བཞིན་གྱི་རྣམ་པ་ཡོད་པ་རེད། བདེ་སྡུག་གི་འཚོ་བ་ཡོད་པ་ཏོག་ཏོག་ཡང་མཚམས་མཚམས་ཅིག་དགའ་རྒྱུ་ཡོད་པ་མཚམས་མཚམས་སྡུག་རྒྱུ་ཡོད་པ་རེད། དེ་འདྲས་ཅིག་ཡོད་པ་དེ་གས་ང་ཚོ་ལ་ཕན་ཐོག་ཡོད་རེད།

ཨ་ནེ་ཀོ་གར་ཤོ་ཡིས་སོ་སོའི་ལག་པ་ནས་འཇུས་ནས་པའི་ཁྲི་ཡིས་འགྲོ་མཁན་ཞིག་ཡོད་པ་དེ་གིས་ང་ཚོར་ཕན་ཐོགས་ཆེན་པོ་འདུག་ཨ། དེ་འདྲ་ཡིན་དུས་ས་ནི་ད་ཡིན་ན་ཡང་དེ་ཐ་མལ་པའི་སྣང་བ་ང་རང་ཚོ་ནང་བཞིན་བྱས་བྱས་བདེ་སྡུག་གི་འཚོ་བ་ཡོད་ནས་དགའ་རྒྱུ་སྡུག་རྒྱུ་ཡོད་མཁན་ཞིག་དེ་འདྲས་ཅིག་ཡིན་དགོས་ཀྱི་རེད་མ་གཏོགས་དེ་འདྲས་ཅིག་མིན་ན། དེ་ལས་པའི་ཚད་མཐོ་བ་ཅིག་ཟག་མེད་ཀྱི་སྐུ་གྲུབ་བསྟན་མཁན་ཞིག་ཡིན་ན་ང་ཚོས། ཨན་དེ་ཀུན་དུས་ནས་ཆོས་ཁོ་ར་ཞུ་བཞིན་གི་མ་རེད་བ། ངས་ལ་ང་ཚོ་མཐོང་མཐོང་ཁོ་ར་མཐོང་གི་མ་རེད་བྱས་ཙང་ཆོས་ཞུ་རྒྱུ་ཕ་ཟ་ཐུ་ཐལ་རེད། དེ་འདྲ་ཡིན་དུས་དེའི་རྒྱུ་མཚན་ལ་བལྟས་ནས་ཕྱོགས་གཅིག་ནས་བཤད་པ་ཡིན་ན། ཅིག་ད་ལྟ་ཐ་མལ་པའི་སྣང་བ་ལ་ཡང་ཅིག་སྐྱོན་དང་བཅས་པ་སྣང་བསྡད་ཡ་དེ་ཡང་ང་ཚོ་ལ་བལྟས་པ་ཡིན་ན། ང་ཚོ་ལ་ལྟོས་པ་ཡིན་ན་དེ་ཁོ་ར་ཅིག་བསོད་ནམས་བསགས་བསྡད་པ་ཅིག་དང་ལམ་འགྲོ་རྒྱུག་བསྡད་པ་ཅིག་ཡིན་པ་ཅིག་བསམ་བློ་གཏོང་དགོས་ཡ་ཅིག་ཆགས་བསྡད་ཡོད་རེད། ད་ཡིན་ན་ཡང་སྐྱོན་ཆེན་པོ་བཞི་བཅུ་ཡོད་པ་ཡིན་ན་ཡང་ང་ཚོས་གཟབ་གཟབ་བྱེད་དགོས་ཡ་རེད་འདུག་བ། ཁོ། དང་པོ་སྐྱོན་ཆེན་པོ་བཞི་བཅུ་དང་པོ་སྐྱོན་མེད་པ་ཞིག་བསྟན་ཡ་དེ་གལ་ཆེན་པོ་རེད་ཨ་ནི་ཕྱིས་སུ། བླ་མ་བསྟན་ཚང་བའི་ཞུ་གོ་ལ་པས་བརྒྱ་ཕྲག་བརྒྱ་ཐམ་པ་པའི་སྐྱོན་ཡོད་པ་ཞིག་ངོ་འཕྲོད་པ་ཡིན་ན་ཡང་ཨ་ནི་ད་ཁ་སང་ཞུས་པ་ནང་བཞིན་གྱི་ཨ་ནམ་ཅིག་ཁ་བཏང་ཆོག་ཆོག་དེ་འདྲི་བྱས་ཡོང་བ་རེད་ཀོ་པ་ཐག་བསྲིངས་ཏེ་ཕ་བཏང་སྙོམས་པ་བཞག་བཞག་རེད་མ་གཏོགས་པས་ཨ་ནི་ཡང་དེ་དེ་ལས་ཡག་པ་ཁ་བཏང་དེ་འདྲི་བྱས་པ་ཡིན་ན་ཡག་པོ་ཡོང་བ་རེད།